ཞི་ཅིན་ཕིང་ད་ལྟའི་ཆར་བྱང་ཀོ་རི་ཡའི་རྒྱལ་ས་པེའོང་ཡང་ལ་ཕྱིན་པ་དེ་ནི་ར་ཤི་ཡ་དང་ནོར་ཏ་ཀོ་རི་ཡའི་གྱི་མཐུན་འབྲེལ་ཡག་ཏུ་འགྲོ་གི་ཡོད་པས་དེའི་ཐོག་སེམས་འཚབ། ར་ཤ་ཡིས་བྱང་ཀོ་རི་ཡ་ལ་སྒོར་མོ་ཨ་རིའི་འགྲོ་ལོར་འབི་ལེན་བཅུ་བཞི་ཚགས་བཞི་སྤྲོད་ཡོད་པས། ཁྱིམ་གྱི་ལྷག་སྤྲོད་དངུལ་རྣམས་གསང་བའི་དམག་དོན་ལག་རྩལ་བརྒྱུད། བཀྲིས་ཡོད་པས། ལྷན་རྒྱས་ཁམས་བཟང་ཐོག་མར་འཛམ་གླིང་ཤེས་རྟོགས Tibet Global Insights ལ Subscribe གནང་རྒྱུའི་རེ་བ་ཞུ་གི་ཡིན། ངས་གནས་ཚུལ་གལ་ཆེ་བ་ཁག་གི་གསར་འགོད་སྙན་ཐོ་ཁག་གཟའ་ཟླ་བ་ནས་པ་སངས་བར་ཉིན་རེར་རེ་རེ་བེད་སྐྱོད་ཐོག་ཕབ་སྒྱུར་ཞུས་ཏེ་ཕུལ་གྱི་ཡོད་པས། ད་རིང་གི་གསར་འགོད་སྙན་ཐོ་དེ་ནི Al Jazeera ཡི། རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང་བྱང་ཀོ་རི་ཡ་ལ་ལོ་མཐུན་བྱེས་སུ་ད་རིང་གཟའ་ཟླ་བ་ཟླ་བ་དྲུག་པའི་ཚེས་བརྒྱད་ཉིན་བསླེབས་ཡོད་པས་དེའི་ཐོག་གསར་འགོད་སྙན་ཐོ་ཞིག་བཀོད་འདུག་པས་ངས་གསར་འགོད་སྙན་ཐོ་དེ་ཡི་ནང་དོན་ཞིབ་ཕྲ་མུ་མཐུད་ཞུ་རྒྱུ་ཡིན་པས་ཚང་མས་གསན་རྒྱུ་སྤྲོ་བོ་ཡོང་བར་ཞུ། ད་རིང་གཟའ་ཟླ་བ་ཟླ་བ་དྲུག་པའི་ཚེས་བརྒྱད་ཀྱི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང། བྱང་ཀོ་རི་ཡའི་སྲིད་དབང་འགན་འཛིན་པ་ཀིམ་ཇོང་ཨུན་གཉིས། བྱང་ཀོ་རི་ཡའི་རྒྱལ་ས་པིཡོང་དབྱང་ནང་གི་ཐུག་འཕྲད་དེ་གལ་གནད་ཆེན་པོ་གང་འདྲ་ཞིག་རེད་ཟེར་ན། ཁོ་གཉིས་ཐུག་པ་ཙམ་གྱིས་གལ་གནད་ཆེན་པོ་ཞིག་ཆགས་ཀྱི་མེད་པ། གང་ལ་ཟེར་ན། རྒྱ་ནག་གི Allied Forces ཟེར་བའི་དམག་དཔོན་མཐུན་ཚོགས་ཀྱི། ཉི་ཧོང་རྒྱ་ནག་ནས་ཕྱིར་འབུད་གཏོང་བ་དང་དམག་ཆེན་གཉིས་བ་མཚམས་འཇོག་པའི་གནས་སྟངས་དེ་ཡིས་ལོ་ངོ་བརྒྱད་ཅུ་འཁོར་བའི་དུས་དྲན་སྲུང་བརྩི་ཞིག་བྱས་ཡོད་པར། སྐབས་དེ་དུས་བྱེད་དུས་ལོ་གཅིག་གོང་འགོ་ཁྲིད་གཉིས་བར་ཐུག་འཕྲད་བྱས་ཡོད་པར། ཡིན་ན་ཡང་ད་ལྟའི་ཆར་དམིགས་བསལ་གང་རེད་ཟེར་ན། རྒྱ་ནག་གི་སྲིད་འཛིན་ཞི་ཅིང་པིང་ནི་ཉེ་བའི་ཆར་རྒྱལ་ཁབ་ཕྱིར་གཞུང་འབྲེལ་ཆེད་དུ་འགྲོ་རྒྱུ་དེ་ནི་ཧ་ཅང་ཉུང་དུ་ཕྱིན་ཡོད་པ་དང། ད་དུང། པེའོང་ཡང་ལ་མཚོན་ན། རྒྱ་ནག་གི་འགོ་ཁྲིད་ཞི་ཅིན་པིང་མཐའ་མ། ཉིས་སྟོང་བཅུ་དགུ་ལོར་པེའོང་ཡང་ལ་བསླེབས་ཡོད་པ་དང། ཞི་ཅིན་པིང་གིས་ཕྱི་རྒྱལ་རྒྱལ་ཁབ་ཁག་ཏུ། འགྲོ་རྒྱུ་དེ་ཉེ་བའི་ཆར་ཧ་ཅང་ཉུང་དུ་གཏོང་ཡོད་པ་དང། ཉེ་བའི་ཆར་ང་ཚོས་མཐོང་བ་དེ་ནི། ཨ་རིའི་སྲིད་འཛིན Donald Trump དང། ར་ཤི་ཡའི་སྲིད་འཛིན། Vladimir Putin། ལ་སོགས་པའི་འགོ་ཁྲིད་དེ་དག་རྒྱ་ནག་ལ་ཚུར་གདན་འདྲེན་ཞུ་བ་མ་གཏོགས། ཁོ་རང་ཕྱིར་འགྲོ་རྒྱུ་དེ་ནི་ཧ་ཅང་ཉུང་དུ་ཕྱིན་ཡོད་པ་དང། དེའི་ཐོག་ང་ཚོས་ཤེས་ཐུབ་པ་གོ་རྒྱུ་དེ་ནི། རྒྱ་ནག་གི་འགོ་ཁྲིད་ཞི་ཅིང་པིང་རྒྱལ་ཁབ་ཕྱིར་འགྲོ་རྒྱུ་དེ་ནི་ཧ་ཅང་ཉུང་དུ་ཕྱིན་ཡོད་པར། William Yang The International Crisis Group གྱི་བྱང་ཤར་ཨེ་ཤི་ཡའི་ཐོག་ཞིབ་འཇུག་པ་ཁོང་གིས་གསུངས་བ་དང། དེའི་ཐོག་ཁོང་གིས་མུ་མཐུད་གསུངས་བར། ད་ལྟའི་ཆར་ལམ་ལུགས་གསར་བ་ཆགས་པ་དེ་ནི་ཕྱིའི་རྒྱལ་ཁབ་ཀྱི་འགོ་ཁྲིད་ཁག་རྒྱ་ནག་ཏུ་ཚུར་ཡོང་བ་མ་གཏོགས་ཞི་ཅིན་ཕིན་ཕྱིར་འགྲོ་གི་མེད་པ་དེ་འདྲ་ཞིག་ཡིན་པ་དང་ཡིན་ན་ཡང་ཞི་ཅིན་ཕིན་ད་ལྟའི་ཆར་རྒྱ་ནག་ནས་ཕྱིར་ཐོན་ཏེ་པེའོང་ཡང་ཡང་ན་བྱང་ཀོ་རི་ཡའི་རྒྱལ་ས་པེའོང་ཡང་ལ་ཕྱིན་པ་དེ་ནི་དམིགས་བསལ་གྱི་གནད་འགག་ཡོད་པའི་གནད་དོན་ཞིག་ཡིན་པས་སྟོན་གྱི་ཡོད་པ་རེད་ཅེས་ཁོང་གིས་གསུངས་བར། དེ་ནས་ཨལ་ཇེ་ཛི་རཱས་གསར་འགོད་སྙན་ཐོ་དེའི་ནང་མུ་མཐུད་གསུངས་བར། ད་རིང་ཟླ་བ་དྲུག་པའི་ཚེས་བརྒྱད་གཟའ་ཟླ་བའི་ཞོགས་པ་དེར་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་བྱང་ཀོ་རི་ཡའི་རྒྱལ་སར་འབྱོར་ཡོད་པ་དང། ཞི་ཅིན་ཕིང་གིས་རྒྱ་ནག་ནས་བྱང་ཀོ་རི་ཡར་མ་ཐོན་གོང། གསར་ཤོག་ཞིག་གི་ནང་དུ་རྩོམ་སྒྲིག་ཞིག་བཀོད་ཡོད་པ། རྩོམ་སྒྲིག་དེའི་ནང། པེ་ཅིང་དང་པེའོ་ཡང་ཡང་ན་རྒྱ་ནག་དང་བྱང་ཀོ་རི་ཡའི་གི་འབྲེལ་མཐུད་སྐོར་ཤོད་པར། བྱང་ཀོ་རི་ཡ་དང་རྒྱ་ནག་གི། འབྲེལ་མཐུད་དེ་ནི་ལོ་རྒྱུས་ཐོག་འགོ་འཛུགས་གསར་བ་ཞིག་གི་གནས་བབ་ཐོག་སླེབས་ཡོད་ཅེས་བཤད་པ་དང། དེ་ནས་གསར་འགོད་སྙན་ཐོ་དེའི་ནང་མུ་མཐུད་བཀོད་པར། Asia Society ཟེར་བའི་ཚོགས་པ་དེས་གསུང་བར་བྱས་ན། ཞི་ཅིན་ཕིང་གིས་ཉིས་སྟོང་བཅོ་གསུམ་ནས་བཅོ་དགུ་བར་རྒྱལ་ཁབ་ཕྱིར་ཕྱིན་པ་དེ་ནི་ཐེངས་བཅུ་བཞི་ཡིན་པ་དང།

ཏོའུ་ཡིས་ནད་ཡམས་ཀྱི་རྐྱེན་པས་ཡིན་པ་རེད། ཡིན་ན་ཡང་བྷི་ལེམ་ཡང་གིས་གསུང་བར་བྱས་ན། ད་ལྟའི་ཆར་ཞི་ཅིན་ཕིན North Korea ལ་ཕྱིན་པ་དེ་ནི། ར་ཤི་ཡ་དང North Korea ཀྱི་མཐུན་འབྲེལ་ཡག་ཏུ་འགྲོ་གི་ཡོད་པས་དེའི་ཐོག་སེམས་འཚབ་བྱས་ཏེ་འགྲོ་གི་ཡོད་པས་ཡོད་རབས་བཤད་པ་དང། དེ་ནས་གསར་འགོད་སྙན་ཐོ་དེའི་ནང་མུ་མཐུད་བཀོད་པར། རྒྱ་ནག་གིས་བྱང་ཀོ་རི་ཡའི་ཐོག་དབང་ཤུགས་ཆུང་དུ་འགྲོ་གི་ཡོད་པའི་སེམས་འཚབ་པ། གང་ལ་ཟེར་ན། སྔར་ནས་བྱང་ཀོ་རེ་ཡིས་རྒྱ་ནག་ལ་ཤུགས་རྐྱེན་ཁེན་ཡང་ན་གཏན་ནས་དེད་དགོས་ཀྱི་ཡོད་པ་དང། དེའི་རྒྱུ་མཚན་གཙོ་བོ་ནི། རྒྱ་ནག་ལྟ་བུར་མཚོན་ན། བྱང་ཀོ་རེ་ཡིས་ཕྱི་ཡི་རྒྱལ་ཁབ་ལྷན་དུ་ཚོང་བརྒྱབ་པའི་བརྒྱ་ཆ་དགུ་བཅུ་གོ་ལྔ་ཙམ་ཚོང་བརྒྱབ་རྒྱུ་དེ་ནི་རྒྱ་ནག་གཅིག་པུའི་ལྷན་དུ་རྒྱབ་ཀྱི་ཡོད་པ། དེ་ནི National Committee on North Korea ཨ་རི་ལ་རྟེན་གཞི་བྱས་པའི་ཚོགས་པ་དེ་ཡིན། ཉིས་སྟོང་ཉིས་བརྩེགས་གཉིས་ལོར་ཁོང་ཚོས་དེ་འདྲའི་ཚོད་དཔག་ཞིག་བྱས་ཡོད་པ་དང། ཡིན་ན་ཡང་ཉིས་སྟོང་ཉིས་བརྩེགས་གཉིས་ལོར་ར་ཤ་ཡིས་ཡུཀ་རེན་ལ་དཔུང་འཇོག་བྱས་པའི་དེའི་རྗེས་སུ། གནས་སྟངས་ཐོག་འགྱུར་ལྡོག་ཆེན་པོ་ཞིག་ཕྱིན་ཡོད་པ། དེ་ནི་བྱང་ཀོ་རེ་ཡིས་ར་ཤི་ཡ་ལ་དམག་དཔུང་ཐོག་རོགས་པ་བྱས་ཡོད་པ་དང་དེ་ནི་ཁོང་ཚོས་གཏོར་རྒོལ་བྱེད་རྒྱུའི་ཆེད་དངོས་ཟོག་མེ་མདའ་ལ་སོགས་པའི་གོ་ལ་བཙོང་བ་དང་ད་དུང་བྱང་ཀོ་རེ་ཡ་ནས་དམག་དཔུང་ཆེད་དམག་མི་ཡང་བཏང་ཡོད་པ། གནད་དོན་དེའི་ཐོག་ལྷོ་ཀོ་རེ་ཡའི་གཞུང་གི་ཚོགས་པ Institute for National Security Strategy། ཀྱིས་གསུང་བར་བྱས་ན། ང་ཚོས་མཚོ་འཕགས་བྱེད་རྒྱུར་ཉིས་སྟོང་ཉིས་བརྒྱ་རྩ་གསུམ་ནས་བཟུང། མཱོ་སི་ཀོ་ཡང་ན་ར་ཤ་ཡིས་བྱང་ཀོ་རི་ཡ་ལ་སྒོར་མོ་ཨ་རིའི་ལྡོ་ལར་བི་ལིན་བཅུ་བཞི་ཚགས་བཞི་སྤྲོད་ཡོད་པས་མཚོ་འཕགས་བྱེད་ཀྱི་ཡོད་པ་དང་དེ་འདྲ་སྤྲོད་དགོས་དོན་ནི། བྱང་ཀོ་རི་ཡ་ཡིས་ར་ཤ་ལ་མེ་མདའ། མེ་ཤུགས་འབུར་མདའ་ལ་སོགས་པའི་གོ་ལག་དང་ད་དུང་དམག་མི་གཏོང་བ་དེ་དག་ཆེད་དུ་རིན་པ་སྤྲད་ཀྱི་ཡོད་པ་དང། ད་དུང་དེའི་ཐོག་ཁོང་ཚོས་མུ་མཐུད་གསུང་བར། བྱང་ཀོ་རི་ཡ་ལ་ར་ཤི་ཡ་ནས་ས་ཡ་ལྔ་བརྒྱ་གྱ་བཅུ་ནས་བི་ལིན་གཅིག་དང་ཕྱེད་ཀ་ཙམ་ཁོང་ཚོས་ར་ཤི་ཡ་ནས་དངོས་ཟོག་གི་ངོ་བོའི་ཐོག་ཐོབ་ཡོད་པ་དང། དེ་མིན་གྱི་ལྷག་འཕྲོས་དངུལ་ནམ། གསང་བའི་དམག་དོན་ལག་རྩལ། བརྒྱུད་སྤྲད་ཡོད་པས་ཚོད་དཔག་བྱེད་ཀྱི་ཡོད་པ་དང། གནད་དོན་དེ་དག་ཚང་མའི་ངེས་ལེགས་ལ་བརྟེན་ནས། རྒྱ་ནག་གིས་ར་ཤི་ཡ་དང་བྱང་ཀོ་རི་ཡར་ཕན་ཚུན་གྱི་འབྲེལ་བ་དེའི་ཐོག་དམ་ཟབ་འགྲོ་ན་རྒྱ་ནག་ལ་གྱོང་གུད་ཕོག་ཡོང་སྙམ་པས་དེའི་ཐོག་སེམས་འཚབ་བྱེད་ཀྱི་ཡོད་པས། ལྷོ་ཀོ་རི་ཡའི་སྲོལ་ནང་ཡོད་པའི་གསར་འགོད་པ་ལི་སང་ཡུང་གིས་དེ་འདྲ་གསུང་གི་ཡོད་པ་རེད། གསར་འགོད་པ་ཁོང་ནི་པི་ཡོང་ཡང་ནང་གི་གནས་ཚུལ་ཞིབ་ཚགས་ལྟ་མཁན་ཞིག་ཡིན་པ་དང། དེ་ནས་ཁོང་གིས་མུ་མཐུད་གསུང་བར། པེ་ཅིང་ཡང་ན་རྒྱ་ནག་གཞུང་གིས་བྱང་ཀོ་རི་ཡ་དེ་རྒྱ་ནག་ཕྱོགས་སུ་ཚུར་ཁ་གཏད་བ་དང། ཁོང་ཚོ་ར་ཤེས་ཕྱོགས་སུ་འཁེན་རྒྱུ་དེ་ཉུང་དུ་གཏང་རྒྱུའི་ད་ལྟའི་ཐུག་འཕྲད་དེའི་སྐབས་བྱ་བ་དེ་དག་སྤེལ་གྱི་རེད་ཅེས་ཁོང་གིས་གསུངས་བ་དང། དེ་ནས་གསར་འགོད་སྙན་ཐོ་དེའི་ནང་མུ་མཐུད་གསུངས་བར། The Stimson Center's Korea Program། གི་ནང་ཕྱག་ལས་གནང་མཁན Rachel Min Young Lee གྱིས་གསུངས་བར་བྱས་ན། རྒྱ་ནག་གི་བྱ་སྤྱོད་སྤེལ་སྲིད་བ་གཅིག་ནི། བྱང་ཀོ་རེ་ཡ་ཡིས་ར་ཤི་ཡའི་ཕྱོགས་ནས་ཚུར་རྒྱ་ནག་སུ་ཁ་ཕྱོགས་སྟེར་བཅུག་རྒྱུ་ཆེད་དུ་རྒྱ་ནག་གིས་བྱང་ཀོ་རི་ཡ་ལ་དཔལ་འབྱོར་ཐོག་བྱང་ཀོ་རི་ཡ་ལ་ཁེ་ཕན་མང་དུ་སྤྲོད་པར། དེའི་བརྒྱུད་བྱང་ཀོ་རི་ཡས་རྒྱ་ནག་ཕྱོགས་སུ་འགུག་ཐབས་ཡོང་རྒྱུའི་རེ་བ་བརྒྱབ་སྲིད་པ་ཞིག་རེད་ཅེས་བཤད་པ་དང། ཡིན་ན་ཡང། རྒྱ་ནག་ངོས་ནས་བཤད་ན། བྱང་ཀོ་རི་ཡ་ལ་ར་ཤི་ཡའི་ངོས་ནས་ཤུགས་རྐྱེན་གྱི་ཐོག་སེམས་འཚབ་གཅིག་པུ་མ་ཡིན་པར། བྱང་ཀོ་རི་ཡའི་དམག་གི་སྟོབས་ཤུགས་ཆེ་རུ་ཕྱིན་པ་དེ་ལ་ཡང་རྒྱ་ནག་ངོས་ནས། སེམས་འཚབ་བྱེད་ཀྱི་ཡོད་པ་དང། སྤྱིར་བཤད་ན་རྒྱ་ནག་དང་བྱང་ཀོ་རེ་གཉིས་བར་དམག་གི་མཐུན་གྲོགས་ཀྱི་གན་རྒྱ་ཡོད་པ་ཡིན་ན་ཡང། དམག་གི་སྟོབས་ཤུགས་ཆེ་རུ་ཕྱིན་པ་དེ་ལ་རྒྱ་ནག་ངོས་ནས་སེམས་འཚབ། སྔོན་ལ་ཞུས་པའི Asia Crisis Group ཀྱི William Young གིས་དེ་འདྲ་གསུངས་ཡིན་པ་རེད། དེ་ནས་ཁོང་གིས་མུ་མཐུད་གསུངས་བར། རྒྱ་ནག་གཞུང་གིས་བྱང་ཀོ་རེ་ལ་དམག་དཔུང་ཐོག་རོགས་རམ་བྱེད་རྒྱུ་དེ་ནི། རྟག་ཏུ་གཟབ་ནན་ངང་ཕྲན་བུ་ལས་བྱེད་ཀྱི་མེད་པ་དང། ཡིན་ན་ཡང་ད་ལྟའི་ཆར་ར་ཤི་ཡས་བརྒྱུད་བྱང་ཀོ་རི་ཡ་ལ་དམག་དཔུང་གི་རོགས་རམ་ཐོབ་སྟེ། བྱང་ཀོ་རི་ཡ་ཡི་དམག་དཔུང་གི་སྟོབས་ཤུགས་ཆེ་རུ་ཕྱིན་ཏེ་ད་ལྟའི Korean Peninsula ཡང་ན་ཀོ་རི་ཡའི་ཕྱོགས་གསུམ་རྒྱ་མཚོས་བཏུམས་པའི་ས་གནས་དེ་ལ་དབང་ཆའི་གནས་སྟངས་འགྱུར་ལྡོག་ཆེན་པོ་ཕྱིན་ན། རྒྱ་ནག་གི་དེ་ཡི་གནས་སྟངས་ལ་རང་ཉིད་ཀྱི་ཁེ་ཕན་ལ་དོ་ཕོགས་སུ་འགྲོ་གི་ཡོད་པར་མཐོང་སྟེ། རྒྱ་ནག་གཞུང་གིས་དེ་ལ་སེམས་འཚབ་ཆེན་པོ་བྱེད་ཀྱི་ཡོད་པ། ཅེས་གསུངས་ཡོད་པ་རེད། དེ་ནས་མུ་མཐུད་གསར་འགོད་སྙན་ཐོ་དེའི་ནང་བཀོད་པར། བྱང་ཀོ་རི་ཡའི་གསར་ཁང་དང། ད་དུང། ཨ་རིའི་ནེ་ཝལ་ཨིན་སི་ཅུད་ཟེར་བའི་ཚོགས་པ་དེས་ཁོང་ཚོས་བཤད་སྟངས་བྱས་ན། བྱང་ཀོ་རེ་ཡིས་འདི་ལོ། Missile Launches། ཡང་ན་མེ་ཤུགས་འཕུར་མདའ་གནམ་དུ་ལྟ་ཚོད་ལྟ་རྒྱུར། ཐེངས་བརྒྱད་ཐམ་པ་ལྟ་ཚོད་ལྟ་ཟིན་པ་དང་ད་དུང་ཟླ་བ་ལྔ་བའི་ནང་ཁོང་ཚོས AI ཡང་ན་མི་གསོད་རིག་ནུས་ཀྱིས་ལམ་སྟོན་ཐུབ་པའི Tactical Cruise Missile ཡང་ན་མེ་ཤུགས་འཕུར་མདའ་བཟོ་སྐྲུན་བྱས་ཡོད་པའི་གནས་ཚུལ་ཕྱིར་བསྒྲགས་བྱས་པ་དང། དེ་མ་ཟད་བདུན་ཕྲག་སྔོན་མ། བྱང་ཀོ་རི་ཡའི་གཞུང་འབྲེལ་གསར་འགོད་ཀྱིས་གནས་ཚུལ་སྤེལ་བར་ལྟར་ན། ཀིམ་ཇོང་ཨུན། བྱང་ཀོ་རི་ཡའི་སྲིད་དོན་འགན་འཛིན་པ་ཁོ་རང་དུས་དྲན་མཚོན་ཆའི་ལས་གཞི་ལྡབ་འགྱུར་དུ་ཤུགས་ཆེ་རུ་གཏོང་ཐུབ་པའི་བཟོ་འདྲ་ཞིག་གི་ནང། ལྟ་སྐོར་དུ་འགྲོ་གི་ཡོད་པའི་གནས་ཚུལ་ཞིག་ཁོང་ཚོས་གཞུང་འབྲེལ་གསར་ཁང་ནས་སྤེལ་བ་དང། དེ་ནས་གསར་འགོད་སྙན་ཐོ་དེའི་ནང་བྱང་ཀོ་རེ་ཡའི་གནས་སྟངས་ཐོག་རྒྱབ་ལྗོངས་ཀྱི་གནས་ཚུལ་ཁག་ཅིག་བཀོད་པར། བྱང་དང་ལྷོ་ཀོ་རེ་ཡའི་བར་གྱི་དམག་འཁྲུག་དེ་ནི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ནས་འགོ་འཛུགས་བྱས་ཡིན་པ་དང། ཇོ་མང་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་ལོར་ཁོང་ཚོས Armistice Agreement ཡང་ན Armistice གན་རྒྱ་ཞེས་པ་ཞིག་བཞག་སྟེ་ཁོང་ཚོས་ཀོ་ཡན་པེ་ནན་སུ་ལ་ཡང་ན་ཀོ་རི་ཡན་ཕྱོགས་གསུམ་གྱི་རྒྱ་མཚོར་བསྟུན་པའི་ས་ཆ་དེ་ནས། ཀོ་རི་ཡ་དེ་བྱང་དང་ལྷོ་བྱས་པས་རྒྱལ་ཁབ་གཉིས་རུ་དུམ་བུ་བཏང་སྟེ་ས་མཚམས་སུ། Demilitarized Zone། ཡང་ན་ས་མཚམས་ཀྱི་ས་ཆ་དེ་ལ་དམག་དཔུང་དང་མཚོན་ཆ། དམག་མི། ཕྱག་ལས་གནང་མི་ཆོག་པའི་ས་གནས་ཤིག་ཏུ་གྱུར་ཏེ། ད་ལྟ་བར་དུ་གནས་སྟངས་སྐབས་རེ་རྫ་བྲག་དང་སྐབས་རེ་ལྷིང་འཇགས་པོ་ཅེས་པའི་གནས་སྟངས་དེ་འདྲའི་ཐོག་གནས་ཡོད་པ་རེད། ཉིས་སྟོང་ཉི་ས་བཞི་ལོར་གནས་སྟངས་སྐྱོ་ཤས་ཤིག་ཏུ་ཆགས་ཡིན་པ་དང་དེའི་རྒྱུ་མཚན་ནི། སྔར་བྱས་ན་ཁོང་ཚོས་ལྷོ་དང་བྱང་མཉམ་འཛོམས་ཡོང་བའི་རེ་འདུན་བྱེད་ཀྱི་ཡོད་པར་ཉིས་སྟོང་ཉི་ས་བཞི་ལོར་ཀིམ་ཇོང་ཨུན་གྱིས་ང་ཚོས་ཀོ་རི་ཡའི་བྱང་དང་ལྷོ་མཉམ་འཛོམས་ཡོང་རྒྱུ་དེ་ལ་འདོད་པ་མེད་ཅེས་བཤད་པ་དང། དེ་ལ་བརྟེན་ཉིས་སྟོང་ཉི་ས་བཞི་ལོར་བྱང་དང་ལྷོ་ཀོ་རི་ཡའི་བར་གྱི་གནས་སྟངས་སྐྱོ་ཤོས་ཤིག་ཏུ་ཆགས་ཡོད་པ་དང། དེ་མ་ཟད་གནད་དོན་དབྱེ་ཞིབ་པ་ཁག་ཅིག་གིས་གསུང་སྟངས་བྱས་ན། ཀིམ་ཇོང་ཨུན་གྱིས་སྔར། ལྷོ་ཀོ་རི་ཡའི་ལྷན་དུ་བཀའ་མོལ་གནང་གི་ཡོད་པར་བཀའ་མོལ་གནང་སའི་བརྒྱུད་ལམ་ཁག་ཆ་ཚང། ད་ལྟའི་ཆར། སྒོ་བརྒྱབ་སྟེ་གནང་ས་མེད་པ་བཟོས་འདུག་ཅེས་བཤད་ཡོད་པ་དང། དེ་ནས། དོན་དག་སྔོན་མ་ཟླ་བ་དྲུག་པའི་ཚེས་ལྔ་གཟའ་པ་སངས་ཉིན། ལྷོ་ཀོ་རི་ཡའི་ཕྱི་སྲིད་བློན་ཆེན་གྱི་གསུང་སྟངས་བྱས་ན། ཞི་ཅིན་ཕིན་བྱང་ཀོ་རི་ཡ་ལ་འགྲོ་བའི་སྐབས་སུ། ཁོང་གིས། ཀོ་རི་ཡ་པེ་ནིན་སི་ལ་ཡང་ན་ཀོ་རི་ཡའི་ཕྱོགས་གསུམ་གྱི་རྒྱ་མཚོས་བཏུམས་པའི་ས་གནས་དེའི་ཐོག། གི་དཀའ་རྙོག་དེ་སེལ་ཐབས་བྱེད་ཐུབ་པའི་རེ་བ་ཞུ་གི་ཡོད་ཅེས་ཤོད་དེ། དེའི་བརྒྱུད་མང་པོས་བསམ་ཚུལ་བྱས་ན། ལྷོ་ཀོ་རི་ཡས་ཕལ་ཆེར་རྒྱ་ནག་གཞུང་ལ་ལྐོག་ནས་འབྲེལ་བ་བྱས་ཏེ། ལྷོ་དང་བྱང་ཀོ་རི་ཡའི་ཕན་ཚུན་འབྲེལ་བ་བཟང་དུ་གཏོང་རྒྱུའི་ཆེད་ཞི་ཅིང་ཕིང་ལ་རེ་བ་བརྒྱབ་ཀྱི་ཡོད་པའི་གནས་སྟངས་ཡོད་པས་ཡུ་རོབ་མང་པོས་བསམ་ཚུལ་ཡོང་གི་ཡོད་པ་དང། དེ་ནས།

ཐུག་འཕྲད་ཡོང་རྒྱུའི་ཆེད་གོ་བསྡུར་བྱེད་རྒྱུའི་རེ་བ་བྱེད་ཀྱི་ཡོད་ཅེས་བཤད་པ་དང། དེ་ནས་གསར་འགོད་སྙན་ཐོ་དེ་མཇུག་བསྡོམས་ལ་བཀོད་པར་ཞི་ཅིན་ཕིང་ལ་མཚོན་ན། ཤར་ཨེ་ཤེ་ཡའི་བདེ་འཇགས་གནོད་དོན་ཐོག་སེམས་འཚབ་བྱེད་དགོས་པའི་གནས་སྟངས་ཆགས་ཡོད། དེ་ནི། དོན་དག་སྔོན་མར་སིང་ག་པུར་ནང་ཚུགས་པའི Shangri-La Dialogue ཟེར་བའི་ལྷན་ཚོགས་ཤིག་གི་ནང་དུ། ཁོང་ཚོས་ལྷོ་ཀོ་རི་ཡ་དང་ཉི་ཧོང་བར་གྱི Military Logistic Support Pact ཡང་ན། དམག་དོན་དངོས་ཟོག་རྒྱབ་སྐྱོར་ཆིངས་ཡིག་ཞེས་བཞག་རྒྱུའི་ཐོག་གནས་ཚུལ་ཞིག་ཐོན་ཡོད་པར། ཞི་ཅིན་ཕིན་ངོས་ནས་གནད་དོན་དེའི་ཐོག་ཤར་ཨེ་ཤེ་ཡའི་དམག་དོན་མཐུན་གྲོགས་གསར་པ་ཆགས་པ་དེ་ལ་སེམས་འཚབ་བྱེད་དགོས་ཐུག་ཡོད་ཅེས་བཤད་པ་དང། དེ་ནས། རྒྱ་ནག་དང་ལྷོ་ཀོ་རི་ཡའི་འབྲེལ་བ་དེ་ནི་སྐབས་རེ་ཡག་པོ་དང་སྐབས་རེ་ཞན་པོ་ཡང་ན་སྡུག་པོ་ཆགས་ཀྱི་ཡོད་པར། ཡིན་ན་ཡང། ཉི་ཧོང་གི་བར་འབྲེལ་བ་དེ་ནི། ཉི་ཧོང་གིས་རྒྱ་ནག་ལ་གཅིག་སྟོང་དགུ་བརྒྱ་སུམ་ཅུ་ནས་བཞི་བཅུའི་བར་དབང་བསྒྱུར་བྱས་པ་ལ་བརྟེན། རྒྱ་ནག་གི་ངོས་ནས། ཉི་ཧོང་ལ་ལྟ་ཕྱོགས་ཡག་པོ་མེད་པ་དང། ད་དུང། ཉི་ཧོང་གི་ངོས་ནས་དམག་དོན་གྱི་ལས་གཞི་ཁག། རྒྱ་སྐྱེད་གཏོང་བ་དེ་ལ་སྐྱོན་འཛུགས་བྱེད་བཞིན་ཡོད་པ་རེད། ཅེས་དེ་རིང་གི་གསར་འགོད་སྙན་ཐོ་དེ་ད་ག་རུ་མཇུག་བསྒྲིལ་སོང། དེ་རིང་གི་ལས་རིམ་དེ་ནས་མཚམས་བཞག་རྒྱུ་ཡིན། ང་ནི་ཧྥ་རན་སི་ནང་གནས་སྡོད་བྱེད་པའི་བོད་རིགས་ཤིག་ཡིན། ངའི་མིང་ཡོན་ཏན་ཟེར་གྱི་ཡོད། གལ་ཏེ། ལས་རིམ་དེ་ཡག་པོ་འདུག་དགོངས་ན་ཁ་བཏགས་ནོན་པ་དང། བརྒྱུད་སྐུར་བྱས་པ། གཞན་ཡང Subscribe གནང་རྒྱུ་མ་གཉེར་བ་གནང་རོགས་གནང། བཀའ་དྲིན་ཆེ།